གཙོ་སྐྱོང་པ། བྱི་རོ་བྱེད་ཟེར་ནས་ཁོང་མཁན་པོ། རྫ་ཚེ་རིང་བཀྲ་ཤིས་ལགས་ཀྱིས་ཁ་ཚང་ཁང་ནས་གསུངས་སོང། དེ་ང་སྐད་ཆ་ཟེར་གང་བཤད་ཤེས་ཀྱི་མ་རེད། དེ་ཡི་གེ་གང་ལ་མ་ཅིག་བྲིས་ཤེས་ད་དེ་ལག་པ་ཡང་འདར་བསྡད་འདུག། དེ་མ་དེ་ཅིག་བག་དང་ལོག་བཞག་ན་བསམ། དེ་ཐོག་མར་དེ་ལ་གསུང་བཤད་གནང་མཁན་རྣམ་པ་གསུམ་ལ་བཀའ་དྲིན་ཆེ་ཞེས་ཞུ་ཡང་ཡིན། དེ་ང་གིས་ད་ལྟ་གཡོན་ཆོས་ལ་ད་ལྟ་སྨན་གླིང་སྤྲུལ་སྐུ་གྲགས་པ་རིན་པོ་ཆེ་བྱས་ཁོང་གིས་གཡོན་ཆོས་ལ་ད་ལྟ་ང་ཚོ་མཁན་རིན་པོ་ཆེ་སེམས་དབང་བསོད་ནམས་བྱེད་དེ་ནི་ད་ལྟ་ཁྱེད་རྣམ་པ་གི་ད་ལྟ་མཁན་པོ་རྫ་ཚེན་བཀྲ་ཤིས་མཁྱེན་རྒྱུད་ཀྱི་རེད་ལ་དེ་ནི་ད་དེ་རིང་བགྲོ་གླེང་གི་གཙོ་སྐྱོང་བ་ང་ཡིན་དུས་དུས་ད་ངའི་མིང་ལ་ཡ་རྒྱ་གར་སྐད་དུ་དར་མ་ར་ཇ་ཟེར་བོད་སྐད་དུ་ཆོས་ཀྱི་རྒྱལ་པོ་ཟེར་ཡ་དེ་འད་དྲག་ཅིག་ཞུ་གི་འདུག་ལ་དེ་ནི་དེ་རིང་གི་ད་ལྟའི་དམིགས་བསལ། གནས་ཕུན་སུམ་ཚོགས་པ་སྔ་འགྱུར་བསྟན་པ་ཡོངས་ཀྱི་གཞི་མ་འོག་མིན་དབུ་རྒྱན་སྨིན་གྲོལ་གླིང་དུ། དེ་ནས་སྟོན་པ་ཕུན་སུམ་ཚོགས་པ་སྐྱབས་མཆོག་འཁོར་ལོ་མགོན་པོ། སྐྱབས་ཀྱི་ཞི་ཆེན་རབ་འབྱོར་རིན་པོ་ཆེ་མཆོག་གིས་དུས་ཕུན་སུམ་ཚོགས་པ་ད་ལྟ་གདུལ་བྱ་རྣམས་སྙིགས་མ་སྐར་མའི་རྡུལ་བའི་སྐབས་འཁོར་ཕུན་སུམ་ཚོགས་པ་སྐྱབས་ཀྱི་བླ་ཆེན་རྣམ་པའི་དབུས་མཁན་སྤྲུལ་སློབ་དཔོན་དེ་ནི་གྲྭ་བཙུན་སྔགས་གསུམ་དང། མཇལ་ཕྱི་ནང་གི་དད་ལྡན་སྟོང་ཕྲག་དུ་མར་ཆོས་ཕུན་སུམ་ཚོགས་པ་སྔ་འགྱུར་བཀའ་གཏེར་བསྟན་པ་ཟུང་གི་ཡ་བྱལ་རིང་བརྒྱུད་བཀའ་མ་ཡི་སྨིན་གྲོལ་དབང་ལུང་གི་བཀའ་དྲིན་ཆེ། ཆེ་བའི་སྐབས་དེར། ད་དེ་རིང་དམིགས་བསལ་སྔ་འགྱུར་བཀའ་མ་དང་འབྲེལ་བའི་བགྲོ་གླེང་དེ་ལ། བརྒྱུད་གསུམ་རིག་འཛིན་དགོངས་པའི་གཅེས་ནོར་སྔ་འགྱུར་བཀའ་མ་དང་འབྲེལ་བའི་གི་ཆེད་དོན་བགྲོ་གླེང་ཟེར་ནས་དེ་བཤད་པའི་གི་ད་བགྲོ་གླེང་དེར་ཕེབས་མཁན་ཚང་མ་ལ་གུས་པས། དེར་བགྲོ་གླེང་གི་གོ་སྒྲིག་གནང་མཁན་འོག་མིན་དབུ་ཅན་མི་བགྲོ་གླེང་གི་བཀའ་མ་ཡི་བཀའ་ཆོས་གོ་སྒྲིག་ཚོགས་ཆུང་དང་ཨ་ནི་རོང་ཟོམ་བརྙན་འཕྲིན་ཐུན་མོང་གི་ངོས་ནས་ཚང་མར་འཚམས་འདྲི་བཀྲ་ཤིས་བདེ་ལེགས་སི་ཞུ་ཡ་ཡིན་ལ། དེ་ནི་ཐོག་མར་ད་ལྟ་སྔ་འགྱུར་བཀའ་མ་ཞེས་པའི་གི་ངོས་འཛིན་དང་སྤྱི་ཁོག་ངོ་སྤྲོད་དང་བབ་ལུགས་ཞེས་པའི་བརྗོད་གཞིའི་ཐོག་ནས་རོང་ཟོམ་བརྙན་འཕྲིན་གྱི་གཙོ་སྒྲུབ་པ་མཁན་པོ་རྫ་ཚེ་རིང་བཀྲ་ཤིས་ཀྱིས་གསུང་བཤད་གནང་རྒྱུ་རེད། བརྒྱུད་པ་གསུམ་གྱི་བྱིན་རླབས་སྙིང་ལ་ཞུགས་སྒྱུ་འཕྲུལ་དྲྭ་བའི་ལམ་བཟང་སེམས་ལ་སྩོགས་ཕྲིན་ལས་རྣམ་བཞི་ལྷུན་གྱིས་གྲུབ་པ་ཡི་མཐའ་མེད་པའི་འགྲོ་བ་སྒྲོལ་བར་ཤོག། དེ་ནི་ད་དེ་རིང་ང་ཚོས་དེ་ནི་གསང་ཆེན་སྔ་འགྱུར་དམ་པ་སྤྱི་དང་ཁྱད་པར་དུ་དེ་ནི་ད་ནང་རྒྱུད་ཡོ་ག་སྡེ་གསུམ་དེའི་ནང་ནས་རིང་རྒྱུད་བཀའ་མ་གི་ཕྱོགས་ལ་དེ་ནི་ཅིག་འདྲ་མདའ་དང་བྲལ་བའི་བཀའ་དྲིན་དང་ཐུགས་རྗེ་བརྗིད་པ་ཆེ་བས་འདི་ནས་ད་སྔ་འགྱུར་རྙིང་མ་སྤྱིའི་དེ་གའི་མར་དགོན་ལྟ་བུ། ཉེ་ཆར། དང་བཀའ་ཤུགས་དབུ་འཛུགས་ཀྱི་སྐབས་སུ་དེ་སྐྱབས་རྗེ་འཁོར་ལོའི་མགོན་པོ་ཤེས་བྱ་རབ་འབྱོར་རིན་པོ་ཆེ་མཆོག་གིས་དངོས་སུ་གསུང་བ་གནང་བཞིན། དེ་ལྟ་བུའི་གི་ཅིག་གདན་ས་ཁྱད་པར་ཅན་ཞིག་ནས་འདི་ལྟ་བུའི་སྒྲོག་ལངས་ཤིག་ང་ཚོ་མཉམ་དུ་ཞུ་ཐུབ་པ་དང། དེ་ལ་སོ་སོ་སྒེར་ངོས་ནས་ཡིན་ནའང་ཆ་གཅིག་ལས་འཐོབ་པ་དེ་ཧ་ཅང་གི་སྐར་བ་བཟང་པོ་ཞིག་རེད་ཞུ་གི་ཡོད། དེ་ནང་བཞིན་རྣམ་པ་ཚང་མས་ཀྱང་ང་ཚོའི་འདི་རྒྱལ་བ་དགྱེས་པའི་མཆོད་སྤྲིན་ནི་སྐར་མ་གི་དབང་ལུང་ཞུ་བ་དང་མཉམ་དུ་དེ་ལ་སློབ་སྦྱོང་བྱེད་པ་ཞིག་ལ་ངོས་འཛིན་གནང་ནས་དེ་ནས་ད་གུས་པ་གི་ཅིག་སྐད་ཆ་ལ་ཅིག་རིན་ཐང་གང་ཡོད་མི་ཤེས་ཏེ་གང་ཐུབ་ཐུབ་ཀྱིས་སོ་སོ་གི་ཡང་གང་ཞིག་སོ་སོ་གི་ཅིག་ད་ཅིག་ཤི་ཡ་དང་གོ་ཡ་དེ་ཅིག་གཞུང་དང་མཐུན་པ་ཅིག་ཤོད་དོ་ལྟ་གི་ཡིན་ལ་ཁོང་རྣམ་པ་གི་བཀའ་མོལ་ནི་རིན་ཐང་ལྡན་པ་སྨོས་མེད་ཡིན་དུས་དེ་ནང་བཞིན་ཐུགས་ལ་བཞག་ནས་དེ་ནས་བསམ་རོགས་བྱོས་ཞེས་གསོལ་བ་བཏབ་ཀི་ཡོད། དེ་འདྲ་ཡིན་དུས་ད་ང་གི་སྐད་ཆ་གི་བརྗོད་གཞི་དེ། སྔ་འགྱུར་བཀའ་མའི་དངུལ་འོག་གི་དངོས་མཚན་དང། དེ་ནས་བྱུང་བ་བརྒྱུད་པའི་བབ་ལུགས་ད་དེ་འདྲའི་ཅིག་ཡིན་ས་རེད། ང་ཚོའི་བཀོད་སྒྲིག་ཚོགས་ཆུང་གི་ངོས་ནས་འདི་འདྲའི་ཅིག་ངའི་དཔང་ཡོག་གསུམ་གི་བརྗོད་གཞི་མ་འདྲ་བ་གསུམ་དེ། གཏན་འཁེལ་བྱས་ལ་དམིགས་ཡུལ་གཅིག་ཡོད། ངའི་ངོས་ནས་ཐོག་མར་ངོ་བོ་དང། བརྒྱུད་པའི་བབ་ལུགས་ཀྱི་སྤྱི་ཁོག་ཙམ་ཞིག་ཤོད་ཐུབ་ན་བསམ། དེ་ནས་སྤྲུལ་སྐུ་གྲགས་པ་རིན་པོ་ཆེ་གི་བྱེ་བྲག་ཏུ་རྒྱུན་སྨིན་བགྲོ་གླེང་དང་འབྲེལ་བའི་ཐོག་ནས་གསར་འདོན་གནང་ནས་གང་འཚམ་ཅིག་ཤོད་ཐུབ་ན་བསམ། དེ་ནས་མཁན་རིན་པོ་ཆེ་གི་ད། དེ་ལ་སྤྱིར་སྡོམ་དང། འཇུག་སྡོམ་དང། མཐར་སྡོམ་དང། ལྟེ་སྡོམ་རེ་རུ་ཡང་གཅིག་གོང་གི་གཅིག་ཐུགས་རེ་དང་ཐུགས་ཚོར་དང་གཟིགས། ད་གཟིགས་སྣང་ཟེར་ན་ཚང་མ་གི་ཐོག་ནས་དེ་ནི་ནག་ཚོགས་ཀྱི་སྔ་འགྱུར་ཀ་མ་རིན་པོ་ཆེ་དེ་ལ་འབྱུང་འགྱུར་གྱི་ཆ་ལ་དེ་ནི་ལུང་གི་སྒོ་ནས་གཅིག་ཐུགས་བསམ་སྒོམ་གསུམ་དང་མ་རེད་འཆད་རྩོད་རྩོམ་གསུམ་དང་རྟོགས་པ་གི་དེ་ནི་ཐུགས་བསམ་སྒོམ་གསུམ་ག་རེ་གོ་གི་ཡོད་པ་དེའི་ཕྱོགས་ལ་ནི་བཀའ་སློབ་གནང་ཡ། ཨོ་དེ་འདྲའི་གི་བང་རིམ་འདྲ་བོ་དེ་འདྲ་ཡིན་དུས་དེའི་ནང་བཞིན་གྱི་ནི་བསམ་རོགས་བྱས་ཚེ་ཞེས་གི་ཡོད། ད་སྔ་འགྱུར་དེ་རང་མང་པོ་ཅིག་ཤོད་ཐུབ་གི་མ་རེད་ངའི་དཀར་ཆག་དེ་ཚོ་རགས་རིམ་ཙམ་ཞིག་ཁ་ཚང་དེ་རང་སྦྱར་ཡིན་མང་པོ་ཅིག་ཤོད་ཐབས་ཡ་ཁྱོད་ནི་རེད་མི་འདུག་དེ་ངས་ཡང་ཅིག་མཁས་དོགས་འདྲ་བོ་བྱས་ནས་མང་པོ་ཅིག་དག་ཤོད་གི་མེད། ད་ཅིག་དེ་ཚོ་ཐུང་ཐུང་ཡིན་ན་ཡང་ཁོ་རང་གི་འདི་བཤད་སོང་བསམ་ཡ་འདྲ་བོ་དཔྱད་གཞི་འདྲ་བོ་དང་ཅིག་སྣེ་ད་ཅིག་ཡིད་འཛིན་ས་འདྲ་བོ་ཆ་ཤས་ཁ་ཤས་ཅིག་གི་ཐོག་ལ་དེ་འདྲའི་གི་གང་དྲན་དྲན་དེ་ཤོད་གི་ཡིན། ཐོག་མར་དེ་སྔ་འགྱུར་སྐར་མ་གི་ངོ་བོ་ངོས་འཛིན་དགོས་ན། ཐོག་མར་སྔ་འགྱུར་སྐར་མ་ཟེར་བ་དེ། ཐ་སྙད་དེ་ག་དུས་བྱུང་བཞག་དེ་གི་གཞི་འཛིན་ས་ག་འདྲ་རེད་འདུག་དེ་ཚོ་ལ་སྒྲ་བཤད་པ་དང་འཇུག་པ་གཉིས་ཀྱི་ས་མཚམས་ཀྱི་དབྱེ་བ་ཕྱི་ནས་གོ་ལེན་གོ་གི་ཡོད་ས་རེད། ད་སྒྲ་བཤད་པའི་དབང་དུ་བཏང་ན་སྔ་འགྱུར་རྙིང་མ་པ་གི་གཏམ་པ་འདི་ལ་འབྲེལ་བ་ཡོད་པ་གི། མདོར་ན་བཀའ་དང་གཏམ་ཆོས་བཤད་པ་དང་བརྒྱུད་སྡེ་དང་སྒྲུབ་སྡེ་ཡོངས་རྫོགས་དེ་སྔ་འགྱུར་གྱི་བཀའ་མ་འདྲ་བོ་ཅིག་ཆགས་དུ་ཡོད་རེད། ཡིན་ནའང་སྐབས་འདིར་བསྟན་གྱི་སྐམ་མིའི་བསྐོ་བ་དེ་དེ་ལས་ཁྱབ་ཁོངས་ཅུང་ཟད་ཆུང་བར་བཏང་ནས་བསྐོ་བ་ལས་འགོག་ཡོད་རེད་ཟེར་ཞེས་ཡོད། ད་དེ་ཡང་སྔ་འགྱུར་སྐམ་མ་འདིའི་ནང་ལ། ཁྱབ་ཚད་ཀྱི་དབང་དུ་བཏང་ན་རྒྱུད་སྡེ་དང་སྒྲུབ་སྡེ་གཉིས་ཀ་ཡོད་པ་གོ་ལེན་གོ་གི་འདུག་དེ་ཞུ་གི་ཡོད། རེད་བ། མདོ་དང་སྔགས་གཉིས་ཀ་འདུག་ཟེར་ཞུ་གི་ཡོད། ཡིན་ན་ཡང། དམིགས་བསལ་རྩ་འདོན་དགོས་པ་ཞིག་དེ་ཀརྨ་དང་གཏེར་མ་གཉིས་ཀྱི་ནང་ནས་ཕར་ཆེར་བརྒྱ་ཆ་དགུ་བཅུ་ལྷག། སྐར་མ་ཁོ་ན་ཡིན་དགོས་བ་དང་གཏེར་མ་ཡིན་མི་ཆོག་པ་ཞིག་རེད་ཤོད་གི་ཡོད། དེ་གོ་རང་ས་མཚམས་འདྲ་བོ་དེ་འདྲས་ཞིག་རེད། ད་གཏེར་མ་ཡིན་མི་ཆོག་ཟེར་དུས་ཡང་རྙོག་དྲ་ཅིག་ཡོད་རེད། བཀའ་ཐམས་ཅད་གཏེར་དུ་མ་སོང་བ་མེད་པ་ལྟ་བུ་ཡིན་ཟེར་བའི་གསུང་སྟངས་ཤིག་དང་དངོས་གནས་ཀྱི་སྤྱིར་བཏང་གི་གཏེར་ཟེར་བ་དེའི་དབང་དུ་བཏང་འོང་ན། ཤེར་ཕྱིན་བུམ་པ་ཡང་གཏེར་ཆུས་ཆགས་ཀྱི་ཡོད་རེད་བྱམས་ཆུའི་སྡེར་ལྔ་ཡང་གཏེར་ཆུས་ཆགས་ཀྱི་ཡོད་རེད། འཕགས་པ་བསོད་ནམས་ཐམས་ཅད་འདོད་པའི་ལྟ་ངན་འཛིན་གྱི་མདོག་གི་ནང་ན་ད་གཏེར་ཟེར་བ་དེ་ཁྱབ་ཁོངས་རྒྱ་ཆེན་པོ་སོང་ཡོད་རེད། དེ་འདྲ་བྱས་ན་སྐད་མིའི་ནང་ལ་གཏེར་མ་མང་པོ་ཡོད་རེད། ཡིན་ན་ཡང་སྐབས་འདིར་གུས་པོས་ཤེས་ཡག་གི་གཏེར་མ་མ་རེད་ལབ་ཡག་དེ་ཨོ་རྒྱན་ཆེན་པོ་པདྨ་འབྱུང་གནས་དང་གནུབས་ཆེན་ལྷ་སོགས་པའི་གཏེར་བསྡུ་བས་ཕྱིས་སུ་གང་ཟག་ལས་ཅན་རྣམས་ཀྱི་གཏེར་འདི་སྟོན་པའི་སྔ་འགྱུར་བཀའ་སྲོལ་གྱི་ཐུན་མོང་མ་ཡིན་པའི་གླིང་ཁྲོ་གཏེར་གྱི་རྣམ་བཞག་དང་འབྲེལ་བའི་བརྒྱུད་པ་དྲུག་བདུན་ནམ་དགུ་བདུན་གྱི་གཏེར་ཆུ་དེ་མ་རེད་ཟེར་ཞེས་བཀོད་ཡོད། ད་ཡང་འབུ་མ་སྙིང་ང་གཏུགས་ལྟ་བུ་ཞེ་དྲག་གི་དབང་དུ་བཏང་ན་ཁ་ཤིག་ཁ་ཤིག་ཡོང་གི་ཡོད་རེད། སྤྱིར་བཏང་གི་རྣམ་གཞག་ཟེར་བ་དེ་དེ་འདྲ་ཞིག་རེད། ཁྱབ་མི་ཁྱབ་དེ་དང་པོ་ནས་ཐུགས་ལ་མ་འཁོར་རོགས། གཞི་རྩའི་ང་ཚོའི་རྣམ་གཞག་རེད་བ། དེ་འདྲ་ཡིན་དུས་དེ་དེ་ང་ཚོའི་གོ་བ་ལེན་སྟངས་གལ་ཆེན་པོ་ཞིག་ཅིག་ཡིན། དེ་ཡིན་དགོས་པའི་རྒྱུ་མཚན་དེ་དམག་ཤི་ད་ལྟའི་སྔ་འགྱུར་སྐད་དམག་ཟེར་བ་དེའི་འབྱུང་ཁུངས་དེ་གཏེར་མ་གཉིས་ཀ་ཁ་ཁ་ས་མཚམས་སར་འོ་ཞེས་བསྒུགས་པ་འདི་སྐར་མ་དེས་བསྡུ་སྒྲིག་གནང་ཡ་དང་ནི་སྐར་མ་དེས་དཔེ་ཆ་འཚོལ་བསྡུ་བྱས་ནས་ཕྱོགས་སྒྲིག་གནང་ཡ་དང་ནི་དཔེ་ཆ་དེ་རིམ་གྱིས་རིམ་གྱིས་ད་ལྟའི་སྔོན་འགྲོར་རྒྱབ་རྟེན་དང་བཅས་པའི་མ་ལག་ཞིག་གྲུབ་ཡོད་པ་དེ། གཏེར་མ་གི་ཁག་ཐེག་རེད་བས་ཟེར་ན་མ་རེད། ཡིན་ན་ཡང་གཏེར་མ་ཡོད་པའི་རྒྱུ་མཚན་གྱིས་བྱུང་བའི་རྣམ་གཞག་ཞིག་རེད། དེ་ངེས་པར་དུ་ཐུགས་ཀ་བཞག་རོགས་གྱིས་ཟེར་ཞོར་ཡོད། དེའི་རྒྱུ་མཚན་ག་རེ་རེད་ཟེར་ན། དཔེར་ན་སྔ་འགྱུར་རྙིང་མའི་ཕྱོགས་ལ་གཏེར་སྟོན་བརྒྱ་རྩ་བརྒྱད་གཏེར་ཕྲན་སྟོང་རྩ་གཉིས་ལ་སོགས་པ་མང་པོ་ཞིག་ཕེབས་ནས། གཏེར་ཆུ་ཤིན་ཏུ་མང་པོ་ཅིག་བྱུང་ནས། ལྷག་པར་དུ་རང་སྐྱིད་ཀ་མ་ལས་ཀྱང་ཁྱད་པར་གཅིག་ཉིན་གཅིག་གི་འཕགས་བུ་གཏེར་མ་སོང་ནས་གཏེར་མ་གི་ཕ་ཡོན་ཏན་རྩ་འདོན་མང་པོ་གནང་ནས། དེ་ནས་ཤེལ་བྲག་གི་རྒྱུད་པ་སོ་སོ་གི་ཡང་སོ་སོ་ལ་གཏེར་གཏེར་བཅུ་རེ་རེའི་བདག་པོ་སྦྱར་གྱི་ཡོད་པའི་དབང་གིས། དེ་ནས་རིང་བརྒྱུད་བཀའ་མ་དེ་ཉིད་དམར་པོར་གྱུར། སྣུམ་ཟིལ་གྱི་མར་མེ་ལྟར་དུ་གྱུར་ནས་ཉམས་ལ་ཁ་བཏགས་ཤིག་གི་དུས་ཚོད་ཅིག་བྱུང་བ་རེད། དེའི་སྐབས་སུ་གཏེར་མ་མ་བཞག་པ་མ་རེད། ཡིན་ན་ཡང་གཏེར་མ་ཁོ་ན་ལ་མགོ་འཁོར་ནས་སྐར་མ་ཉམས་སོང་ན་འགྲིག་གི་ཡོད་མ་རེད། སྤྱིར་བཏང་གི་སྔ་འགྱུར་གྱི་གཏམ་པ་གི་དབང་དུ་བཏང་ན་བཀའ་གཏེར་གཉིས་ཀ་དེ་ཤོག་པ་གཡག་ཡོན་གྱི་དཔེ་མ་རེད་ད། སྐར་མ་དེ་སྲོག་བཟུང་གཏེར་མ་གི་སུར་བརྒྱན་ཟེར་ནས་དྲང་མོ་བཤད་ན་སྐར་མ་དེ་ལུས་པོ་ལྟ་བུ་དང་གཏེར་མ་དེ་གྱོན་པ་ལྟ་བུ་ཞིག་ལ་ཕར་ཆེར་དཔེ་བཞག་ཡོད་རེད། དེ་འདྲ་ཡིན་དུས་དེ་བས་ཀྱང་དུ་སྐར་མ་དེ་མཉམ་རུང་གི་ཡོད་མ་རེད་གསུངས། མ་རུང་དུས་ད་སྐར་མ་གི་རྣམ་གཞག་ཟེར་བ་ཅིག་འབྱུང་གི་ཡོད་རེད། ད་སྐར་མའི་རྣམ་གཞག་ཟེར་བ་དེ་ལ་ངས་ག་ཙམ་ཐམ་མཐར་ཉིད་ཅིག་དྲན་སོང་རེད་བ། བོད་ཀྱི་ལོ་རྒྱུས་ཀྱི་ཐོག་ལ་མཐར་ཉིད་ཅིག་ཡོད་རེད། བོད་ཚུར་བའི་དུས་བོད་གཅིག་གྱུར་གྱི་དུས་ཟེར་བ་ཞིག་ཡོད་བ་དཔེ་དེ་འདྲ་བོ་ཞིག་སྐར་མ་ལ་ཡང་སྐར་མ་ཚུར་བའི་དུས་དང་སྐར་མ་གཅིག་གྱུར་གྱི་དུས་གཉིས་འདུག་ད་ལྟ་ཉིད་དེ་གསར་པ་རེད། དབུ་མཚམས་བེད་སྤྱོད་བཏང་ཡོད་ཐུབ་ཡག་ཅིག་ཡིན་མིན་མི་ཤེས་ཏེ་རྣམ་པ་ཚོ་གོ་བ་ལེན་ཡག་གི་ཆེད་དུ་དེ་རང་བེད་སྤྱོད་བཏང་ན་ཡང་མི་འགྲིག་པ་མི་འདུག་སྐར་མ Three D ཟེར་བ་དེ་སྔ་འགྱུར་བལྟམས་པའི་བབ་བཟོ་ཆེན་པོ་གསུམ་བརྒྱུད་ནས་བརྒྱུད་པ་སོ་སོ་གི་དཔེར་ན་ཕུར་པ་ལྟ་བུ་ཡིན་ན་རོག་ཕུར་རོང་ཕུར་ལ་སོགས་པ་དང་ནི་གཤིན་རྗེ་ཡིན་ན་ཡང་ད་དེ་བརྒྱུད་པ་སོ་སོ་གི་སོ་སོ་སོ་སོ་བདག་པོ་བརྒྱབ་ནས་ཡོད་པ་དེ་ཁ་ཁྲམ་ནས་ཡོད་པ་དེ། མདོ་དབུས་ཁམས་གསུམ་ལ་རུ་བ་རྡོ་རྗེ་བསམ་པ་ལྟ་བུ་དང་དག་པས་ན་ཀ་ཐོག་ལ་ཡོད་པ་ད་ཁམས་ལུགས་དབུས་ལུགས་སོ་སོ་ཅན་ནས་ཡོད་པ་དེ་ཀརྨ་ཟུར་བུའི་གི་དུས་སྐབས་རེད། ཀརྨ་ཟུར་བུ་རང་ངོས་ལ་དཀའ་ངལ་གང་ཡང་ཡོད་མ་རེད་ཡིན་ན་ཡང་ཟུར་བུ་པ་དེ་ཞེབས་ཁྲག་པ་རེ་རེ་རེ་གི་བདག་པོ་བརྒྱབ་སྟེ་རིམ་གྱིས་རིམ་གྱིས་དེ་བདག་མ་ཕོག་ནས་ཉམས་ལ་ཁ་བརྡ་གཅིག་བྱུང་རེད། ཉམས་སོང་རེད་ཤོད་གི་མེད་ཤོད་ཆོག་གི་མ་རེད། ཉམས་ཡང་ཡོད་མ་རེད། ང་ཚོ་ཡིད་ཆེས་གཏིང་ནས་བྱེད་དགོས་གི་ཡོད་རེད། དེའི་སྐབས་སུ་རང་སྨོན་ལམ་སྐུ་མཆེད་ཀྱིས་དེ་ནས་བཙན་འདོན་གནང་ནས་བདག་པོ་བརྒྱབ་པ་རེད། སྨོན་གླིང་སྐྱོན་བཅས་ཀྱི་བདག་པོ་བརྒྱབ་པའི་སྐབས་སུ་ཐུག་ཁོ་རང་ང་ཚོ་གི་ལྟ་མཆོད་ཀྱི་ལུས་རྣམ་བཞག་ཟེར་བ་འདྲ་བོ་ཁོ་རང་གི་ལུས་གཅིག་ཡོད་རེད་ད་དེ་ངོ་བོ་ངོས་འཛིན་ཟེར་བ་དེ་དེ་ཡིན། དེ་ལུས་དེ་ཐེག་པ་རིམ་པ་དགུ། རུ་བ། དབང་གི་ཆུ་བོ་ཆེན་པོ་བཞི། ད་དབང་གི་ཆུ་བོ་ཆེན་པོ་བཞི་ལ་མ་ཧཱ་ཡོ་ག་ལ་སོགས་པའི་བཤད་ཚུལ་རྣམས་ཀྱི་ཁ་ཞེ་མ་འདྲ་བ་འདུག་བ། སྨིན་གྲོལ་དབང་གི་ཆུ་བོ་ཟེར་བ་འདྲ་བོ་དང་ཉམས་ལེན་གདམས་པའི་ཆུ་ད་དེ་འདྲ་བའི་རྣམ་པ་བཞི་ཡོད་རེད། དེ་ཁྱད་པར་མི་འདུག། དེ་ལྟ་བུའི་རྣམ་གཞག་གི་སྒོ་ནས་ཚུར་དཀྱུས་གཅིག་ཏུ་བསྒྲིགས་ཡོང་དུས། དེ་ལ་ཁོང་སོགས་ཀྱི་རྒྱུ་མཚན་ཁ་ཤས་ཀྱིས་གཟིགས་འདུག། རྣམ་གཞག་གཅིག་དེ་དཔེ་དཀོན་ཡིན་པ་དང་ཉམས་ལ་ཉེ་བ་དང། རྩ་བའི་རྣམ་གཞག་གི་གཙོ་བོ་གཅིག་དེ་ག་རེ་རེད་ཟེར་ན། གང་ལྟར་ཡང་རང་རྒྱུད་ཀརྨ་མགོ་རུ་རིན་པོ་ཆེ་ནས་དེ་ནས་གནུབས་ཆེན་སངས་རྒྱས་ཡེ་ཤེས་ནས་གཉགས་འཇའ་ན་ཀུ་མ་ར་ནས་ལ་སོགས་པ་ནས་ད་མཁའ་འགྲུབ་ཆོས་གསུམ་གྱི་དུས་ཟེར་གཅིག་ནས་གཅིག་ཏུ་བརྒྱུད་པ། དེ་ནས་དེའི་རང་རྩལ་འདོད་སྣང་བཞག། དེ་ཁོང་རྣམ་པའི་བདག་པོ་རྒྱབ་ཟེར་བ་དེ་ག་འདི་རྒྱབ་བཞག་ཟེར་ནར་བ་ད་ལྟའི་ཤེས་བྱ་ཤེས་ཡོན་དེ་ཆི་ཡོད་མ་རེད། དཔེ་ཆ་བཙལ་འཚོལ་བྱས་པ་ཙམ་ཞིག་མ་རེད། དབང་ལུང་ཁྲིད་གསུམ་གྱི་བརྒྱུད་པ་བླངས་རེད། དབང་ལུང་ཁྲིད་གསུམ་གྱི་བརྒྱུད་པ་བླངས་ན་སྔན་ཆད་ཀྱི་ཇོ་སྲིད་དང་བརྒྱུད་པ་བཤད་གྲགས་པ་དེ་ཚོ་གི་ཡིག་སྣ་ཐོར་བུ་དེ་ཚོ་གུང་བསྒྲིགས་ནས་འཁྲུགས་པ་བསྡེབས་པའི་སྒོ་ནས་དཀའ་ལས་ཆེན་པོ་ཞིག་མ་བརྒྱབ་ན་མུ་མཐུད་ནས་གཞན་པ་གི་རྒྱུད་འཛིན་བྱེད་ཡ་ལ་དཀའ་ངལ་ཆེན་པོ་ཡོད་པ་ཞིག་རེད། དེ་ལ་མི་སྣ་ཀུན་སྤྱོད་ཀྱི་ཡིག་ཆ་སྤྱད་ཚང་བ་མཛད་ནས་ཐ་ན་མཚན་ཐོ་བརྒྱད་ཐོག་ཡིག་འཇོག་སྟངས་ཡན་ཆད་རྩིས་གོ་ར་བ་ལག་ལེན་ཕྲ་མོ་ཡན་ཆད་དེ་དག་ཡིག་ཐོག་ནས་དེ་ནས་གསར་ཤོས་མཛད་ནས་ད་མི་སྣ་ཀུན་སྤྱོད་ཀྱི་སྐད་འབབ་ནང་ན་བཞུགས་པ་དེ་ག་མང་ཆེ་ཤོས་དེ་དེ་ནས་སྐད་མ་དེ་རེད། ཡིན་ན་ཡང་དེའི་སྐབས་སུ་ལོགས་སུ་སྐད་མ་གི་དཔེ་ཚོགས་ཕྱོགས་བསྒྲིགས་གནང་མི་འདུག་ཨོ་ཡ། དེ་རེད། ཡིན་ནའང་གཞི་རྩ་གི་ཆ་ནས་ཐེག་པ་རིམ་པ་དགུའི་རྣམ་གཞག་གི་ཐོག་ནས་འགྲོ་གི་འདུག་ད་དེ་ལ་བཤད་སྲོལ་གཉིས་འདུག་གཅིག་དེ་ནང་རྒྱུད་ཡོ་ག་བདེ་གསུམ་གི་གཞུང་ཡིན་ཟེར་ཀ་མ་དེ་དེ་འདྲས་གསུང་གི་འདུག་ནང་རྒྱུད་ཡོ་ག་གསུམ་ཡིན་ཟེར། ཕྱོགས་གཅིག་ནས་ཐེག་པ་རིམ་པ་དགུ་ཡིན་ཟེར་ཐེག་པ་རིམ་པ་དགུ་ཡིན་པ་དང་ཡོ་ག་གསུམ་ཡིན་པ་དེ་འགལ་གི་མི་འདུག་དཔེར་ན་འདིའི་རྒྱབ་ལོགས་ན་ཀུན་མཁྱེན་མི་ཕམ་རིན་པོ་ཆེ་གི་གསུང་ཞིག་ཡོད་རེད། ཁོང་གི་རོང་ཟོམ་པའི་བླ་མའི་རྣམ་འགྱུར་གྱི་ཚིག་རེ་བསྟན་དང་བསྟན་པའི་སྙིང་པོ་ནང་རྒྱུད་གསུམ་མཁའ་ཁྱབ་དབྱངས་དུ་འཛིན་སྐྱོང་སྤེལ་བར་སྤེལ་གྱུར་ཅིག། བསྟན་དང་བསྟན་པའི་སྙིང་པོ་ནང་རྒྱུད་གསུམ་ཟེར་འོང་དུས་སྔ་འགྱུར་རྙིང་མ་གི་བསྟན་པ་གི་རྩ་བ་དེ་ནང་རྒྱུད་གསུམ་ཡིན་ཙང་བརྒྱ་ཆ་འདྲ་བོ་ཡིན་ན་བརྒྱ་ཆ་བརྒྱ་བཅུ་དེ་ཀརྨ་གི་བརྒྱ་ཆ་བརྒྱ་བཅུ་དེ་ནང་རྒྱུད་ཡོ་ག་གསུམ་ཡིན་ས་རེད། ཡིན་ན་ཡང་སྐར་མ་བསྒྲིགས་པའི་སྐབས་སུ་ཐེག་པ་རིམ་པ་དགུ་ལམ་རྒྱུད་ལས་ཡོངས་སུ་རྫོགས་པ་ཞིག་ཡིན་དགོས་ཡོད་པ་དེ་ཐུགས་ལ་འཁྲུངས་ཤག། སྨིན་ལང་གི་ད་མཁན་པོ་ཚེ་དབང་རིག་འཛིན་ཚང་གིས་སྐར་མ་གི་རྣམ་སྣུན་ཚངས་པའི་འཁོར་ལོ་ཟེར་བའི་དཀར་ཆག་དེའི་ནང་ལ་ཡང་སྐར་མ་ཟེར་བ་དེ་ག་འདྲ་ཞིག་ལ་ངོས་འཛིན་དགོས་གསུངས་བ་དེ་ཁོང་གིས་ཡང་དེ་ལ་མཚན་ཉིད་ཅིག་གསུངས་ཤག་དེ་ཡང་ད་གདན་ས་འདི་དང་འབྲེལ་བ་ཡོད་པའི་ཆ་ནས་ཡང་ངས་དེ་ག་ཙམ་མཚན་འཛིན་སྨོས་འདུན་ཞུས་པ་ཡིན་ཞིབ་ཆ་རྣམ་པ་ཚང་མའི་གཟིགས་རོགས་དང་དུས་ཚོད་ཀྱི་འདང་ངེས་མི་འདུག། རེད་བ། དེ་འདྲ་ཡིན་དུས་ད་ཚུར་མདོ་རུ་འགྲོ་འོ་ཅིག་བསྡུར་ན་སྐར་མ་ཟེར་བ་དེ་ཐེག་པ་རིམ་པ་དགུ་གི་ལམ་རྒྱུད་རིམ་པ་དང་བསྟུན་ནས། དེ་ཡང་རྒྱུད་སྒྲུབ་ཐབས་དང་འབྲེལ་སྒྲུབ་ཐབས་མ་ངེག་དང་འབྲེལ་མ་ངེག་ཆོག་ཁྲིགས་དང་འབྲེལ་ཆོག་ཁྲིགས་ཕྱག་བཞི་དང་འབྲེལ་སའི་ང་ཚོའི་རྣམ་འགྱུར་གྱི་འབྲེལ་བ་གཞི་རྟེན་གྱི་སྒོ་ནས་གསུངས་བཞག་པ་ཞིག་རེད། ཡིན་ན་ཡང་སྨོན་ལམ་ཡབ་སྲས་ཀྱི་སྐབས་སུ་གཙོ་བོ་དེ་ག་རེད་ཟེར་ན་ཀརྨའི་སྒྲུབ་ཆེན་ལ་སོགས་པ་ཀརྨ་ཡིག་གི་དེ་འདྲིས་ཀྱི་ཆོ་ག་ཕྱག་ལེན་དང་ཚང་མ་སྒོ་ནས་གཏན་ལ་ཕབ་ནས་དེ་འདྲིས་ཀྱི་སྒྲུབ་མཆོད་དངོས་སུ་ཚུགས་པའི་སྒོ་ནས་དེ་འདྲིས་གསུངས་བཞག། དེའི་རྗེས་ལ་ཀ་མ་ཟེར་བ་དེ་གི་དཔེ་ཚོགས་དང་པོ་འབྲི་མཁན་དེ་སེར་སེར་ནར་བ་དཔའ་བསོ་གི་སྒོ་ནས་ཞུ་གི་ཡོད། ད་སྔ་འགྱུར་གི་དཔའ་བསོ་གོང་མ་དེ་ཚོ་དེ་རང་ཞུ་གི་མེད། དང་པོ་དམ་པ་ཉག་ལ་བབས་བར་དུ་ནུབ་ལ་བབས་ཐ་མ་སོ་སོར་ནུབ་གསུམ་དང་རོང་གསུམ་དང་ཀློང་ཆེན་ལ་སོགས་པ་དེ་གི་རྣམ་གཞག་དེ་ཚོ་དེ་རང་ཞུ་མི་དགོས་པ་ཅི། ང་ཚོ་གི་བདུད་འཇོམས་ཆོས་འབྱུང་ལ་སོགས་པ་ལ་གཟིགས་ནའང་ཕར་ཆེར་མཁྱེན་གི་རེད་བསམ་གི་འདུག་རེད་བ། དེ་རང་ཞུ་ཡ་དེ་ཕྱིས་སུ་ཀ་མ་ཟེར་བ་འདི་རང་རང་དང་འབྲེལ་བའི་ཐོག་ནས་ཞུས་ན་བསམ་གི་འདུག། དེ་ག་རེ་རེད་ཟེར་ན། དང་པོ་དེ་རྒྱལ་སྲིད་གཞན་ཕན་མཐའ་ཡིག་བསྡུ་སྒྲིག་གནང་ཡོད། རྫོགས་ཆེན་བཀའ་མ་གསུང་བསྡུ་བ་དང་འབྲེལ། རྒྱལ་སྲིད་གཞན་ཕན་མཐའ་ཡིག་ཟེར་བ་ཞུས་བ་དེ། ད་དངོས་གནས་ཀྱི་བཀའ་ལྟར་གྱི་གཏམ་པ་སྤྱི་དང་བྱེ་བྲག་ཐམས་ཅད་ལ་བསམ་གྱིས་མི་ཁྱབ་པའི་བཀའ་དྲིན་ཆེན་པོ་རེད་འདུག། ཁོང་གིས་ཐོག་མར་བསྡུ་སྒྲིག་མཛད་པའི་སྔ་འགྱུར་བཀའ་མ་གི་དཔེ་ཚོགས་དེ་ལ་བོད་དགོས་ཡོད་ཟེར་ཏེ་རྫོགས་ཆེན་དགོན་པ་ནས་པར་སྐྲུན་གནང་ཡོད། དེའི་གི་པར་གྱིས་དེ་ད་ལྟ་ཡང་དེའི་གི་ནང་དོན་དཔེ་ཚོགས་ཆེན་མོ་གི་ནང་ལ་ཡང་དེའི་གི་ར་ཁ་འདུག། པར་ཤང་ཡོད་མེད་མི་ཤེས་ད་དེའི་གི་པར་ཤང་དེའི་གི་ད་པར་གཞག་རྒྱུའོ་གི་དེ་འདྲའི་གི་པར་མ་དེ་ཕར་ཚུར་འབྱར་འབྱར་ཡ་འདུག། ད་ཁོང་གི་དེ་འདྲ་གནང་བ་ལ་རྒྱུ་མཚན་རྒྱབ་ལྗོངས་ཤིག་འདུག་དེ་ཤ་ཚ་མོ་ཞིག་འདུག། ཐང་མ་གཅིག་ལ། རྨི་ལམ་གྱི་ནང་ནས་ཁོང་ཕར་ཆེར་རྡོ་གྲུབ་ཆེན་གྱི་རྡོ་གྲུབ་གྲུབ་རྒན་གྱི་སྐུ་མདུན་ན་ཡོད་དུས་ཤིག་ལ་ཡིན་ས་རེད། མགུར་རིན་པོ་ཆེ་གི་དངོས་སུ་སོང་ནས་ཐ་སྐར་གཅིག་ནས་གཅིག་ཏུ་བརྒྱུད་པའི་ཆུ་ད་ལྟ་ཡོད་རེད་བས་ཟེར་བ་འདྲ་བོ་དེ་འདྲས་ཅིག་ད་དེའི་ལོ་རྒྱུས་རྒྱབ་ལྗོངས་བྱེད་འདུག་མཐའ་མ་དེ་ལ་མ་ངེས་རྟ་འཕྲང་ཡོད་པ་ཧ་གོ། རྗེས་སུ་ཡང་དངོས་གནས་ཀྱི་བླ་མ་དང་མཁའ་འགྲོའི་ལུང་བསྟན་ཁོ་ན་ལ་བརྟེན་ནས་དེ་ནས་མ་ངེས་རྟ་འཕྲང་གི་དཔེ་དེ་རྙེད། སྔ་འགྱུར་གཏམ་དྲངས་མཚམས་མཚམས་ཁོང་ལྟ་བུ་མཁས་པ་ཆེན་པོ་རེ་ད་མ་ངག་གཏམ་དྲངས་ཡིན་ནས་མཇལ་ནས་ད་ངའི་སྐུ་ཚེ་འདི་ལ་ངེས་པར་དུ་ཀརྨ་གི་གཏམ་པ་དེ་ལ་ཞབས་ཏོག་ཅིག་ཞུ་དགོས་ཀྱི་འདུག་བསམ་པའི་ཐུགས་ངེས་དེ་དུས་སྐབས་སུ་འཁྲུངས་ཤིང། དེའི་རྗེས་སུ་སྨིན་གླིང་གི་བུ་དགོན་གྱི་བླ་མ་ཞིག་ལ་ཕར་ཕྱིན་ཀོང་པོ་ཀྱི་ཕྱོགས་དུ་ཤི་ཞིག་ལ། ཁོང་གིས་དམིགས་བསལ་གྱི་སྐོར་མ་གནང་ནས་ཚིག་གཅིག་གི་ལམ་ནས་ཤོད་ཡིག་དེ་འདྲ་ཕུལ་ནས་ཁྱེད་ཀྱི་སྔ་འགྱུར་གྱི་སྐད་མ་ལ་ཞབས་ཏོག་གོ་གསུངས་ནས་ཨོ་རྒྱན་གཏེར་བདག་རྣམ་པ་གྱི་དབུ་རྒྱག་དང་ནག་ཆུ་ལ་སོགས་པ་འདི་གི་དྲི་བའི་རིགས་ན་ག་རེ་འདི་འདྲས་ཕུལ་ནས་གསོལ་བ་བཏབ། དེའི་རྗེས་སུ་ཐ་ཀིར་ཁོང་ཡང་མི་སྣང་དང་དག་འབྲེལ་བ་བྱུང་ནས་དེ་ནས་ད་རྒྱུད་པ་ཡོངས་རྫོགས་དེ་གསན། མདོ་དབུས་ཁམས་གསུམ་ནས་དཔེར་བརྒྱུད་ཚང་མ་དེ་དུས་ནས་སྤྱིར་སྙིགས་དག་ཕྱོགས་གཅིག་ཏུ་བསྒྲིལ་པའི་སྔ་འགྱུར་བཀའ་མ་ཟེར་བའི་ད་ལྟའི་དཔེ་ཚོགས་པས་ནར་འགྱིངས་གཏེར་མཛོད་གདམས་ངག་མཛོད། གཅིག་བརྒྱུད་ང་ཚོ་གི་སྙིང་བརྒྱུད། བཀའ་འགྱུར་རྟ་འགྱུར་ཟེར་བ་ནང་བཞིན་གྱི་ཁོ་རང་གླག་འབུམ་གྱི་ཕུང་པོ་ཞིག་ཏུ་གྲུབ་ནས་མུ་མཐུད་ནས་གྲུབ་ཡོང་བ་དེ་གཅིག་བསྒྱུར་གྱི་དེ་འདྲའི་བརྗོད་བྱ་ཙམ་མ་ཡིན་པར། སྒྲུབ་ཁོག་དེ་ཚོ་ཡོད་པ་ཙམ་མ་ཡིན་པར་ཕྱོགས་བསྡུས་གནང་བ་ཐོག་མ་དེ་རྒྱལ་སྲས་གཞན་ཕན་ཐ་ཡིག་གི་གནང་བྱ། དེ་ནས་ཕྱོགས་བསྡུས་གཉིས་པ་དེ་བར་ཡོལ་ནས་གནང་བཞག་འདུག་དེའི་སྐབས་སུ་ཕར་ཆེར་པོ་ཏི་ཉི་ཤུ་རྩ་གྲངས་ཅིག་གྲགས་འདུག་དེ་ནས་ཐ་མ་དེ་གཏམ་པ་ཡང་དར་གྱི་འོ་ཟེར་ན་འདྲ་ཕར་ཆེར་དེ་འདྲ་ཞུས་ན་འགྲིག་ས་མ་རེད་ད་རྒྱ་གར་ལ་མདོར་ན་དེ་གི་བོད་གངས་ཅན་གི་ལྗོངས་ལ་ད་རིག་གནས་གསར་བརྗེ་ལ་སོགས་པའི་གཏམ་པ་དམིགས་ནས་དེ་གི་ད་དཀའ་ངལ་འཕྲད་ཡོང་བའི་སྐབས་སུ་དེ་ནི། བདུད་འཇོམས་འཇིགས་བྲལ་ཡེ་ཤེས་རྡོ་རྗེ་གི་དེ་ནས་ཁོང་གི་པདྨ་བཀོད་ན་ཡོད་པའི་དེའི་གི་ཕར་ཆེར་དཔལ་ཡུལ་གི་དེའི་མ་དཔེ་དེ་མི་འགྲོ། དེ་འདྲའི་གི་སྐར་མའི་མ་དཔེ་གཅིག་ཡོད་པ་དེ་ཚུར་བདེན་དྲན་བྱས་ནས་དེ་ནས་སྐྱབས་རྗེ་འཁྲུལ་ཞིག་རིན་པོ་ཆེ་ལ་སོགས་པའི་གསོལ་བ་བཏབ་ནས་ད་གང་ལྟར་ཡང་སྐར་མ་གི་དབང་སོང་ལོངས་སོང། དེའི་ཐོག་ལ་དེ་ནས་ཁོང་གིས་དེ་གི་གསར་དུ་བསྡུ་སྒྲིག་གནང་ནས་ད་བདུན་ཆུང་སྐར་མ་ཟེར་བ་དེ་བྲིས་པ་རེད། དེའི་རྗེས་སུ་ད་དེ་ནས་བོད་ནང་ལ་མཁན་པོ་མི་སེར་གི་བཀའ་བཀོད་གནང་ནས་ཉག་རོང་དང་དེ་བཞིན་དུ་ནི་ད་ཤར་སྐ་ཐོག་ལ་མཁན་ཆེན་འཇང་རྒྱལ་མཚན་གི་གཙོ་བོ་གནང་ནས་བསྒྲིགས་པ་སྐར་མ་དེ་དེ་གཉིས་ཀ་ལ་ད་ལྟ་བོད་ག་ཚོད་ཡོད་རེད་ཟེར་ན་བརྒྱ་དང་སུམ་ཅུ་བཞི་བཅུ་དེ་འདྲ་ཡོད་རེད། བཀའ་ཐོག་མཁན་རྒན་གྱི་བསྡུ་སྒྲིག་སུ་ན་ཟིང་གི་མཚམས་དེ་ལ་ང་ཡང་དངོས་སུ་སྐུ་མདུན་ན་འགྲོ་ནས་སྐར་མ་དང་འབྲེལ་བའི་ལུང་ཡང་གང་ལ་གང་མཚུངས་ཤིག་ཤོད་མྱོང། ཉིས་སྟོང་ཐམ་པ་གི་ལོ་ཡར་མར་ཅིག་རེད། དེའི་སྐབས་སུ་ཁོང་གི་སྐར་མ་དེའང་ཕར་ཆེར་དེའི་སྐབས་སུ་མཇུག་སྒྲིལ་བྱ། དེའི་སྐབས་དེ་ཤེད་ཅིག་ལ། གང་ལྟར་ཡང་དེ་དེ། བབས་སོ་འདྲ་བོ་ཡིན་ན་དེ་འདྲ་བྱས། དཔྱིད་ཀྱི་བབས་སོ་ཟེར་བ་དེ། དེའི་ནང་ལ་ཁོང་སོགས་ཀྱི་ཐོག་མར་དཔེར་ན་ལག་ལེན་དང་ཉམས་ལེན་གྱི་དབང་དུ་བཏང་ནས་གཙོ་བོ་བྱས་བཞག་འདུག་དཔེར་ན་ངར་ཚུགས་ཁར་ཉིན་ཉིན་དང་པོ་གི་དཀའ་ཆོས་དེ་ལ་ཐོག་མར་སོར་སྡོམ་གྱི་ལེན་པ་ནས་བྱང་སྡོམ་ལེན་པ་ནས་དེ་འདྲའི་ཆོ་ག་དེ་འདྲའི་སྡོམ་པ་འབོགས་ཆོག་ལ་སོགས་པ་དང་པོར་བཞག་ནས་ལག་ལེན་དང་ཉམས་ལེན་གྱི་གཞུང་ལུགས་ཀྱི་གཙོ་བོ་བྱེད་ཀྱི་འདུག་དེ་འདྲ་ཡིན་དུས་དེ་དང་འབྲེལ་བའི་རྒྱབ་ཆོས་ཟེར་བ་དེ་རྒྱབ་ཆོས་ལ་རིགས་གཉིས་འདུག་ད་ངས་དེ་ཕྱིའི་སྒྱུ་རྩལ་གྱི་ངོ་སྤྲོད་ཙམ་ཡིན་རུང། རྒྱབ་ཆོས་ཟེར་ཡོང་དུས་སྤྱིར་བཏང་གི་དེའི་མཐར་སྟེང་གི་འགྲེལ་བཤད་ཙམ་ལ་གོ་བ་བླངས་ན་འགྲིག་གི་མི་འདུག། པས་ཕྱག་བཞག་པ་ཡིན་ན། ཤེས་རབ་སྙིང་པོ་དེ་ཀ་མ་གི་ནང་ལ་བཞག། ཤེས་རབ་སྙིང་པོའི་འགྲེལ་པ་དེ་རྒྱབ་ཆོས་ཀྱི་ནང་ལ་བཞག་པ་དེ་ཙམ་རེད་མི་འདུག། ཕྱིས་སུ་རྙེད་པའི་ཧ་ཅང་གལ་ཆེ་བའི་ཀ་མ་གི་རྩ་གཞུང་རང་ལ་གཏོགས་པ། དོན་གྱི་ར་རྩ་གཞུང་རང་ཡིན་པ། ཨོ་རྒྱན་ཆེན་པོའི་གསུང་དངོས་ཡིན་པ། དེ་ལྟ་བུའི་སྒྲུབ་ཐབས་ལ་སོགས་པ་མང་པོ་ཞིག་དེ་རྒྱུད་བདག་ཨ་ཅང་ཅང། རྒྱབ་ཕྱོགས་ཀྱི་ནང་ནས་མཐོང་ཡོང་གི་ཡོད་རེད་གང་རེད་ཟེར་ན་སྔ་འགྱུར་གྱི་དང་པོ་གི་རྩ་སྦྱོང་དེ་བསྒྲིགས་པའི་སྐབས་སུ་མར་ཉེས་པ་མང་པོ་ཞིག་རྒྱུན་འཁྲིར་འཁྲབ་མོ་ལ་སོགས་པ་ཟེར་བ་ད་ལྟ་གང་ལྟར་ཡང་ཕྱིས་སུ་ཉེས་པ་མང་པོ་ཞིག་གི་ལམ་གང་རྣམས་བཀོད་སྟངས་དེ་འབྲེལ་རོ་འབྲེལ་ཤིན་ཏུ་མང་པོ་ཞིག་དེ་ཕྱིས་སུ་རྙེད་འདུག་བ། ད་ལྟ་ཡང་མུ་མཐུད་ནས་རྙེད་རྒྱུ་ཡོད་སར་མང་པོ་ཞིག་ཨོ་དེ་གི་རྒྱུ་མཚན་གྱིས་དེ་ནི། ད་རུང་དེ་ཚོད་ཡོད་ཀྱི་ཡོད་ས་རེད། ཕྱིས་སུ་དེ་ནི་མང་པོ་ཞིག་ཡོད་འདུག་དེ་ཤེས་ཀྱི་ཡོད། དེ་འདྲ་ཡིན་དུས་ད་དུང་དེ་ཚོད་ཅུང་ཟད་ཅིག་ཡོད་པའི་དབང་དུ་བཏང་ན་རེད། སྔ་འགྱུར་གྱི་སྐད་དམག་གིས་ད་ལྟ་ངོ་བོ་ངོས་འཛིན་དང་འབྲེལ་བའི་ཐོག་ནས་ངས་ད་དུང་བལྟས་ཚར་གྱི་ཁ་སྣོན་ཅིག་ཤོད་བསམ་སོང་རེད། ངོ་བོ་ངོས་འཛིན་ཟེར་འོང་དུས་ཀྱི་ད་ལྟ་གྱི་སྔ་འགྱུར་གྱི་སྐད་དམག་དེ་གཏེར་མ་ལས་གཞན་དུ་གྱུར་བ་ཡིན་པ་ཙམ་དུ་མ་ཟད་གཙོ་བོ་དེ་ནང་རྒྱུད་སྡེ་གསུམ་དེ་ཡིན་དགོས་པ་དེ་ངེས་པ་རེད་འདུག། ནང་སྐྱིད་བདེ་སེམས་ཙམ་ཡིན་ན་མདོ་སྔགས་གཉིས་ཀ་ཡིན་དགོས་ཀྱི་རེད་བས་ཟེར་ན་དེ་ཡང་ཡིན་དགོས་ཀྱི་རེད། ཡིན་ནའང་གསུང་སྟངས་ཤིག་གི་དབང་དུ་བཏང་ན། རྩལ་འདོན་བྱེད་སྟངས་ཅིག་གི་དབང་དུ་བཏང་ན་ནང་སྐྱིད་བདེ་སེམས་གཙོ་བོར་གྱུར་དགོས་ཀྱི་ཡོད་ས་རེད། ནང་སྐྱིད་བདེ་སེམས་གཙོ་བོར་གྱུར་ན་དེ་ནས་དེའི་ནང་ལ་མདོ་དགུ་མ་འདུས་པའི་སྐྱོན་ཡོད་རེད་བས་ཟེར་ན་དེ་ཡོད་མ་རེད་མདོ་འདུས་དགོས་ཀྱི་ཡོད་རེད། བདེན་སྲུང་བཀའ་ཡི་རྒྱ་མཚོ་ཆེན་པོ་ལ་ཟབ་མོའི་ཆུ་གཏེར་ནོར་བུའི་མགོན་པོར་བཀྲི་ཟེར་བ་ལྟ་བུ་དང་ནོར་བ་ཐུན་མོང་ཐུན་མིན་ཟེར་བ་འདྲ་བོ་དེ་འདྲའི་རྣམ་གཞག་མང་པོ་ཞིག་གི་ཐོག་ནས་ང་ཚོ་གི་ཆོས་རྒྱུད་སྤྱི་པའི་ཞར་ལམ་གྱི་ནང་ལ་ཡང་མདོ་དང་སྔགས་ཀྱི་ལམ་བཟང་གསུམ་དུ་འཇུག་མཚོ་སྐྱེས་རྒྱལ་བའི་གཏམ་པ་རྒྱུད་གཅེར་གཅིག་ཟེར་བ་དེ་ཡིན་འགོག་ཡོད་ས་རེད། ཡིན་ན་ཡང། སྔ་འགྱུར་རྙིང་མ་གི་དེ་ནས་གི་དངོས་གནས་གི་རང་གི་ཕ་ཆོས་དེ་ངོ་བོ་ངོས་ཟིན་ནས་བདག་པོ་རྒྱབ་དགོས་ན། དེ་ནས་ཀརྨ་གི་གཙོ་བོ་ནང་རྒྱུད་སྡེ་གསུམ་དེ་གར་ཆེན་པོ་ཡིན་པ་བཀའ་བསྒོ་ཡོད་ཟེར། དེ་ཤི་ན། ལུང་ཨ་ནུ་ཡོ་ག་གི་ཚོགས་ཆེན་འདུས་པ་དང་འབྲེལ་བའི་དང་ང་ཚོ་གི་ད་འདུས་པ་མདོ་དབང་ལ་སོགས་པའི་སྐབས་ན་ཐེག་པ་རིམ་པ་དགོས་གི་དབང་ཡོད་རེད། རྣམ་པ་ཚང་མས་མཁྱེན་དགོས་པ་དང་འབྱུང་རྒྱུ་ཡོང་གི་རེད་ད། དེ་ཡོད་དུས་མ་གཞི་རང་བཞིན་གྱིས་ཀྱང་ཉམས་དུས་ཐག་པ་ནི་བྱང་སེམས་ཀྱི་ཐག་པའི་བར་དུ་ཡོད་རེད། དེ་འདྲ་ཡོད་དུས་སྔ་འགྱུར་རྙིང་མ་གི་གཏམ་པ་ཡོངས་རྫོགས་དེ་ཐེག་པ་རིམ་པ་དགུ་གི་ཆིངས་སུ་བཅིང་དགོས་ཡོད་རེད། དཔེར་ན། མ་ངེས་ལྟ་བའི་ཕྲེང་བ་གི་ནང་ན་ཡང་ཐེག་པ་རིམ་པ་དགུ་གི་སྒོ་ནས་རྣམ་གཞག་གསུང་གི་འདུག་བ། དེ་ཡི་གི་གསུང་ཆོས་ཅི་མ་ཇི་བཞིན་ཅེས་ནི་བཀའ་གདམས་པ་བདེ་གཤེགས་ཀྱི་ཡང་ཐེག་དགུའི་སྤྱི་ཆིངས་བཙལ་ནས་ད་ངེད་ཀྱི་འབྲོག་པ་འགའ་རེ་ཡི་ར་ཁ་ཞིག་གོ་ཡོང་ན་མི་ཐེག་པ་རིམ་པ་དགུའི་སྤྱི་ཆིངས་བཙལ་བའི་དེ་འགྲིག་གི་གཏམ་རྒྱུད་ཙམ་རེ་བ། ད་དེའི་ཕྱིས་སུ་ཡང་ཚང་མ་དེ་སྒྲོ་གཅིག་ལམ་ལ་སྤྲོ་བའི་ངར་ལྟས་ཙམ་ཟེར་ང་རིག་པ་མཁྱེན་གི་གསུང་ནི་ཚང་མ་དེ་ཐེག་པ་རིམ་པ་དགུའི་སྒོ་ནས་གསུང་གི་ཡོད་རེད། ཡིན་ན་ཡང་ཚང་མ་དེ་སྒྲོ་གཅིག་གི་ལམ་ལ་སྒྲོ་བའི་ངར་ལྟས་ཡིན་དུས་ཀྱི་སྒྲོད་པ་གཅིག་པའི་ལམ་མཐར་ཐུག་པ་དེ་རྫོགས་པ་ཆེན་པོ་རེད།

དེ་ངས་ཚོགས་པའི་བདག་པོ་བརྒྱབ་དགོས་ཀྱི་ཡོད་དུས། དེ་འདྲའི་སྐར་མ་དེ་སྐར་ཆེན་པོ་རེད་འདུག། དེ་ནས་མཇུག་དེ་ལྟར་ང་ལ། ཁ་རྩང་ང་གི་སྐད་ཆ་འདི་མར་ཉན་ཡོང། འདི་བཀླགས་ཡོང་དུས་སེམས་ཚོར་ཆེན་པོ་བྱུང་སོང། མིག་ཆུ་ཤོར་གྲབས་བྱས་སོང། སྣ་གི་ནང་བསམ་འཁྲུག་འདྲ་བརྒྱབ་སོང་ཡིན་ན་མིག་ཆུ་མཐོང་གི་མི་འདུག། སེམས་ཡ་ན་གཡང་སོང་ཡིན་གྱི་རེད་བ། ག་རེ་རེད་ཟེར་ན་ངས་ཁྱེད་རྣམ་པ་བརླག་གི་ཡིན་རེད་བ་འདི། རོག་ཕུར། རོང་ཕུར། ད་ཐེངས་ཕུར་པ་གི་ནང་ལ་རོག་ཕུར་ཟེར་བ་ཞིག་འོང། རོག་ཕུར་གི་སྐོར་དེ་རྩ་འཚོལ་བརྒྱུད་པ་རྩ་འཚོལ་བྱེད་ཡག་གི་ཆེད་དུ་སྨོན་ལམ་ལོ་ཆེན་སྡར་མ་ཤི་རུ་ཕེབས་ཡག་གི་སྐོར་ཅིག་རེད་འདུག། མི་ལང་ལོ་ཆེན་ཟེར་ན་སྐབས་དེར་དཔེ་མི་སྲིད་པའི་བླ་མ་ཆེན་པོ་རེད་བ། གཏེར་ཆེན། ཨོ་རྒྱན་གཏེར་བདག་གླང་པ་གི་གཅུང་རེད་བ། ཁོང་དེ་ཕེབས་དུས་ཀྱི་དཀའ་ལས་ག་འདྲས་སྐྱོ་འདུག་ད་ང་ཚོ་ཕྱིས་སུ་འཇང་མཁྱེན་བརྩེ་དབང་པོ་ལ་སོགས་པའི་མི་ལོ་བཅུ་གསུམ་ལ་སོགས་པ་ལ་དཀའ་ལས་བརྒྱབ་པའི་སྐོར་མང་པོ་ཡོད་རེད་ཡིན་ནའང་དཔེ་འདིའི་ནང་ན་ཁོང་གི་ཚིག་བཅད་ཅིག་འདུག་ཉུག་བགྱིས་པ་འཕྱོང་སྡར་མ་ཤི་རུ་བདག། སྔོན་བསགས་བསོད་ནམས་ལིང་ཁྲུ་མཚམས་སྦྱར་ནས་ཚེ་འདིར་རྒྱལ་བ་གཉིས་པ་ཆོས་ཀྱི་རྗེ། རྗེ་བཙུན་གཏེར་བདག་གླིང་པའི་འབངས་སུ་སྐྱེས། ཀུན་གྱིས་བཀའ་སྩལ་ཐོག་བསྡུ་བསྐྱངས་ནས་ཀྱང། དེང་སང་ནུབ་ལ་ཉེ་བའི་དེང་སང་ནུབ་གཉིས་ས་ཆུའི་ཕུར་སྐོར་འདི། སྐྱབས་སྟངས་འཕྲུལ་གཞུག་ཀློང་ཡངས་འོད་ཟེར་ལ་ཞོར་ཆུའི་མ་ཡིན་ཆུ་གཏེར་ཞུ་རུ་ཕྱིན། ད་དུང་དམིགས་ཀྱི་སྟངས་ཀྱི་ཡོད་མ་རེད་ད། ངས་ཨོ་རྒྱན་གཏེར་བདག་གླང་པ་གི་བཀའ་སྩོལ་ཐོག་ཏུ་བཅངས་ནས། དེ་ནས་དེང་སང་ནུབ་ལ་ཉེ་བའི་ཕུར་པ་གི་ཆོས་སྐོར་འདི་ཞུ་ཡ་གི་ཆེད་དུ་ཞོར་ཆོས་མ་ཡིན་པར་ཆེད་དེབ་ཀྱི་སྒོ་ནས་ང་ཞུ་ས་འགྲོ་ཡིན། དེ་མཇུག་གི་ཚིག་ཕྱི་དེ་ཁྱེད་རྣམ་པས་གསན་རོགས། གླགས་བམ་འདི་ཡང་བསྟན་རྒྱུན་ལ་བསམ་ནས་མཚན་མོའི་མར་མེའི་མདངས་ལ་བརྩོན་པའི་བརྩོན་པར་བྲིས། མར་མེའི་སྣུམ་བསྐོལ་ནག་ཤོག་མི་ལེགས་མོད། མི་ལག་སོགས་མཐུན་རྐྱེན་མ་འཛོམས་ན་ཡང་འབད་པས་བྲིས། ངའི་མཚན་གང་དེ་ཡང་མཛའ་མཐུན་གཞན་པ་ཡོད་ཀྱིར་བ། དུས་ཡུན་རིང་པོ་བཞུགས་ཁོམ་ཡོད་ཀྱི་མར་བ་ངའི་མཚན་གང་འོག་བྲིས་ཡིན། དེའི་སྐབས་སུ་ངས་མར་མེ་ལ་བལྟས་ནས་བྲིས་ཡིན། མར་མེ་གི་སྣུམ་མང་པོ་མེད་སོང་རེད་ད། མར་མེ་གི་ནང་ལ་སྣུམ་ཡར་མར་བལྟས་ཙམ་གྱིས་སྣང་ཡ་མེད་པའི་སྣུམ་དཀོན་པོ་ཡིན། སྣག་ཤོག་དང་དེ་ཚོ་ད་ཡིན་ད་ཡིན་རེད་བ། ཡིན་ན་ཡང་འབར་བ་ཆེན་པོའི་སྒོ་ནས་བྲིས་ཡིན་གསུངས་འདུག་ད་དུང་ཁོང་གི་དོན་པོ་ཁ་ཤས་ཅིག་གི་ནང་ལ་དེ་ནས་དེང་སང་གི་མི་དེ་ཚོ་གི་འདི་ལ་ཐུགས་སྣང་གནང་གི་མི་འདུག་ངས་འདི་འདྲའི་དཀའ་ལས་བརྒྱབ་པ་ཡིན་དེ་དོགས་སྣང་གནང་མཁན་ད་ཡོད་ཀྱི་མ་རེད་གསུངས་ནས་ཐུགས་ཕམ་དེ་འདྲ་ཡང་གནང་བ་དེ་དེའི་རོགས་པོར་གི་འཇུག་གི་ཚིག་ཆ་ཁ་ཤས་འདུག། དེ་འདྲ་ཡིན་དུས་ཨ་ནི་རྣམ་པ་ཚང་པ་གི་ཁོང་རྣམ་པའི་ག་རེ་ཞིག་དཀའ་ལས་བརྒྱབ་ཡོད་པ་དང་ནི་འབད་བརྩོན་ཆེན་པོ་སྒོས་གནང་ཡོད་པ་དེ་ཐུགས་ལ་བཞག་ནས་དེ་ནས་མུ་མཐུད་ནས་དེ་ནས་ཀརྨ་གི་དམ་པ་རིན་པོ་ཆེ་དེ་ལ་ཅིས་བགྱིས་དང་དེ་ནས་བདག་སྐྱོང་གནང་རོགས་གྱིས་ཟེར་ན་ལེན་པོ་ཡོད་མི་ཤེས་ད་ཡིན་ན་མ་མཐའ་ཐུགས་སྣང་མང་ཙམ་གནང་རོགས་གྱིས་ཞེས་ཞུ་གི་ཡོད་ལགས་སོ།
ལ་སོགས་ལ་ད་ལྟ་ལ་ཁོང་གི་བཀའ་མ། ཉི་ཤུ་རྩ་ལྔ་ཏག་ཏག་གསུངས་སོང་བཀའ་དྲིན་ཆེ་ཞུ་ཡ་ཡིན། ད་ལྟ་བཀའ་མའི་ངོ་བོ་ཐ་སྙད་བཤད་པ་དང་འཇུག་པ་ད་ལྟ་མང་པོ་ཞིག་གསུངས་སོང། དེ་ངའི་གོ་ཡ་ལ་ད་ལྟ་ཁོང་གི་དེ་བརྒྱ་ཆ་དགུ་བཅུ་ཐམ་པ་དེ་བཀའ་མ་ཡིན་གོ་ཡ་སྟེར་མ། དེ་རྒྱུ་མཚན་ད་ལྟ་ཁོང་གི་གང་རེད་སྟེར་ཆོས་དེ། དེ་འདི་ད་ལྟ་རང་རང་སོ་སོ་གི་གཏེར་ཆོས་དེ་བྱས་ཏེ་ནི་སྐར་མ་དེ་ཉམས་འགྲོ་གི་འདུག་ད་དེ་ནང་བཞིན་སྐར་མ་དེ་སྲོག་ཡིན་པ་དང་གཏེར་མ་དེ་ལུས་ཡིན་པ་དེ་ནང་བཞིན་གྱི་ད་ལྟ་འདི་བབས་སོགས་དེ་ཚོ་མང་པོ་ཅིག་དེ་ནི་ད་ལྟ་སྨན་གླིང་སྐུ་མཆེད་རྣམ་གཉིས་ཀྱི་ཡིག་ཆ་དེ་ནི་མ་ད་ལྟ་ཐེག་པ་རིམ་པ་དགུ་དང་ད་མང་པོ་ཅིག་དེ་ནི་གསུངས་སོ་དེའི་འོག་དེ་ལ་དེ་བབས་སོགས་རྒྱ་མཚོ། འཇའ་ཟེར་གཞན་ཕན་མཐའ་ཡས། དེ་ནས་པོད་དགུ་དམ་པ་དེ་རྫོགས་ཆེན་དགོན་པ་དང་དེ་ནས་མ་དཔའ་ཡུལ་ད་ལྟ་པོད་ཉི་ཤུ་ལྷག་ཙམ་བཞུགས་ཡོད་པ་དེ་ནས་མ་བསྡུ་རུབ་གསུམ་པ་དེ་བདུད་འཇོམས་རིན་པོ་ཆེ་གིས་གནང་ཡོད་པ་དང་དེ་ཚོ་གི་སྐོར་ལ་ད་ནི་ངས་ད་ལྟ་གོ་བདེ་ད་གོ་ས་དེ་འདྲ་བ་ཅིག་གོ་སོང། དེ་ནི་དེའི་རྗེས་དེ་ལ་ཡང་ད་ལྟ་ནང་རྒྱུད་ཡོ་ག་གསུམ་ད་དེ།